བར་ཚོ་དབྱེ་བ་ཕྱེ་ཡ་ཁོ་དུས་འགྱུར་ཚོགས་པ་རེད་ཨ་ནི་གཅིག་རེད་གཉིས་རེད་ལ་ནི་ཨ་ནི་དབྱེ་བ་ཕྱེ་ཡ་དེ་ཚོ་མ་ཕྱེ་ན་ཡག་པོ་ཡོད་རེད་བསམ་གྱི་འདུག་ག་ཅིག་ན་ན། ང་ཚོ་ད་ཤེས་ཡོན་ཅན་སློབ་སྦྱོང་ཡོད་ཉེས་ཅན་ཡིན་དུས་ཁམས་པ་ལ་དེ་འད་ཅེས་བྱེད་དུས་ཁམས་པ་ལ་ང་ཚོ་སློབ་སྦྱོང་བྱེད་ནི་ག་རེ་ཆོ་ཡོད་རེད་མ་རེད། དེ་ན་བཞིན་རྒྱལ་བ་རོན་པོ་ཆེ་གྱིས་བཀའ་སློབ་ང་ཚོ་དེ་འད་ཉན་གྱི་ཡོད་རེད་གསུང་ཆོས་དེ་འད་ཞུ་གྱི་ཡོད་རེད་རྒྱལ་བ་རོན་པོ་ཆེ་གྱིས་ད་སྨོན་ལམ་དང་རེ་བ་དེ་ག་རེ་ཡོད་རེད་ང་ཚོ་མི་ཡག་པོ་ཅིག་བྱ་རུ་ཕྱིན་ནའང། མི་བཟང་པོ་ཅིག་བྱ་རོགས་བྱས་ན་ང་ཚོ་མི་གི་མི་ལ་ཕན་ཐོག་ན་འདི་འདྲས་ཤིག་བསམ་ནས་ཁོང་གི་རེ་བ་འདི་ཡོད་ད་ང་ཚོས་ཀྱི་འདི་འདྲས་ཅིག་བྱེད་ཐུབ་ན་ཨ་ནི་རྒྱ་གར་རིན་པོ་ཆེ་ཡི་སྨོན་ལམ་འདི་འགྲུབ་གི་ཡོད་རེད་ཨོ་རྒྱ་གར་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་གི་རེད་དེ་ཡིན་དུས་དགོན་པ་ལ་ང་ཚོས་ཀྱི་ཨ་ནི་གཅིག་གི་ཁ་རས་ད་ལྟ་དོལ་རྒྱལ་ཚོགས་པ་འདི་ཚོ་ངོ་རྒོལ་བྱེད་ཡོང་དུས་དགོན་པ་ལ་མིན་འདི་ད་ང་ཚོ་རེད་ཀི་རེ་བྱེད་ངེས་དེ་ཨོ་ང་ཚོས་ཁོང་ཚོ་ལ་དགྲ་མ་དགྲ་ལབ་སྡུག་རུ་ཉེན་ཚེ་ལབ་ཨ་ནི་ཁོང་ཚོ་ལ་དབྱེ་བ་ཆེ་དབྱེ་རེ་མེད་རེ་མང་པོ་ལབ།

གཅིག་གིས་གཅིག་གི་གཅིག་ལ་ཕན་པ་བྱེད་ཡ་དང་ཨ་ནི་བསམ་བློ་ཡག་པོ་བཏང་ཡ་དང་ཡག་ཕྱོགས་གང་ནས་འགྲོ་ཡ་དང་དེ་འདྲའི་ཅིག་ལ་འགྲོ་ཐུབ་ན་ཡག་པོ་ཡོད་རེད་ང་བོ་དེ་འདྲ་བསམ་གི་འདུག་ཨ་ནི་སྤྱི་ཚོགས་ནང་ལ་ད་ངས་ཡག་པོ་ཡག་པོ་བསྐྱངས་ཤིག་དེ་འདྲ་འདུག་རུང་ཉེ་ཚེ་ག་ཤེད་ཅི་ད་ཡོད་ཀྱི་རེད་རེད་བ་ཨ་ནི་རྒྱལ་བ་རིན་པོ་ཆེ་ལ་མཚན་སྨད་ཞུ་ཡ་དང་དེ་འདྲ་དེ་དོལ་རྒྱལ་ཡིན་ན་རེད་དོལ་རྒྱལ་ཚོགས་པ་དེ་ཚོས་མཚན་སྨད་ད་མང་པོ་ཞུས་རེད་བསམ་བློ་ཡག་པོ་བྱས་ནས

མ་ཤི་ཁོར་མི་གཙང་མ་གི་ཤི་ཀ་ནང་ལོ་ལ་སུ་ཡིན་ན་ཡིན་ནའོ་འབྲུག་མ་ར་གཅིག་འདྲ་མི་འདྲ་ལ་ན་ཁིག་མ་ར་ཁོ་ཁོ་ར་ཁོ་ར་ཡང་ཨི་གོ་ཡོད་ར་མི་གཙང་མ་ལ་དེ་སྤོ་བ་དེ་ཡོད་དུས་ཀ་མ་ར་ཁོ་ལོས་ལ་བོ་ཅི་ནས་འདེམ་བྱ་ཅི་ཀ་ལ་འདེག་གི་མེད་དུས་ཀ་མ་ལ་ནི་རྙོག་གྲ་དེ་ཚ་ར་ཚ་ར་ཚ་ར་འགྲོ་གི་རེད་དེ་ཡིན་དུས་ཀ་མ་ལ་ང་ཚོ་གི་སྤྱི་ཚོགས་ནང་ལོ་ལ་འོ་དེ་འདྲས་གི་ག་ལ་འོང་ད་མོ་མི་རིགས་ནང་ལོ་ལ་ཡོད་ད། བར་ཚོ་དབྱེ་བ་ཕྱེ་ཡ་ཁོ་ཐོད་སྒྱུར་ཚོགས་པ་རེད་ཨ་ནི་གཅིག་རེད་གཉིས་རེད་ལ་ནི་ཨ་ནི་དབྱེ་བ་ཕྱེ་ཡ་དེ་ཚོ་མ་ཕྱེ་ན་ཡག་པོ་ཡོད་རེད་བསམ་གྱི་འདུག་ག་གཞི་ན་ན་ང་ཚོའི་ད་ཤེས་ཡོན་ཅན་སློབ་སྦྱོང་ཡོད་ཉེས་ཅན་དུས་སྐམ་པ་ལ་དེ་འད་ཅེས་བྱེད་དུས་སྐམ་པ་ལ་ང་ཚོ་སློབ་སྦྱོང་བྱེད་ནི་ག་རེ་ཆོ་ཡོད་རེད་མ་རེད་ཡིན་ན་བཞིན་རྒྱལ་བ་རིན་པོ་ཆེ་གྱི་བཀའ་སློབ་ང་ཚོ་དེ་འད་ཉན་གྱི་ཡོད་རེད་གསུང་ཆོས་དེ་འད་ཞུ་གྱི་ཡོད་རེད།